ཨ་ནི་ད་ལྟ་ང་ཚོ་ཀང་ར་རྫོང་གི་ཁུང་རྡོ་ནང་ལོགས་ལ་ཡོད་པའི་ས་ཆ་གྲོང་གསེབ་ཆུང་ཆུང་ཞིག་རེད་དེ་གྲོང་གསེབ་དེ་མིང་ལ་ཏེ་ལོ་པུར་ཟེར་གྱི་ཡོད་རེད་ཨ་ནི་ཏེ་ལོ་པུར་དེ་ལ་ང་ཚོ་གནས་སྐོར་འགྲོ་བཞིན་པ་ཡིན་ཨ་ནི་ཏེ་ལོ་པུར་དེ་སྤྱི་བཏང་གི་བོད་བརྒྱུད་ནང་བསྟན་དང་ཨ་ནི་ཧིན་རྡུ་གཉིས་ཀའི་གི་གནས་གཅིག་ཆགས་ཏེ་ཡོད་རེད་ཨ་ནི་དེའི་ནང་ལོགས་ལ་ང་རང་ཚོ་བོད་བརྒྱུད་ནང་བསྟན་ལ་གར་ཆགས་ཏེ་ཡོད་ཟེར་ན་ཨ་ནི། རྒྱ་གར་གྱི་གྲུབ་ཆེན། ད་གྲུབ་ཆེན་རེད་སྲིད་ན་རེད་གྲུབ་ཐོག་དགེ་བཅུ་གེ་བཞི་མ་སྲིད་ད་དེ་འདྲས་ཅིག་ཡོད་རེད་ཁོང་ཁོང་ཚོ་ཁོང་རྣམ་པ་ན་ནས་ཨ་ནི་གྲུབ་ཆེན་གྲགས་ཆེ་བ་གཙོ་བོ་གཅིག་ཨ་ནི་གྲུབ་གྲུབ་གྲུབ་ཆེན་གཏེ་ལོ་པ་ཁོང་ཨ་ནི་ད་ད་གཏེ་ལོ་སྤུར་ལ་ཨ་ནི་ལོ་མང་པོ་སྐུ་མཚམས་ཞུས་གྲུབ་པ་ཉམས་ལེན་གནང་ཨ་ནི་དམིགས་བསལ་ད་ད་དགེ་འདུན་ཆེན་པོས་ཁོང་གི་གནས་ཡིག་འདི་འདྲས་གནང་ལོ་ལ་ལོ་དྲུག་དེ་འདྲས་ཉམས་ལེན་གནང་བས།

རྒྱས། དེ་འདྲའི་ཨ་ནི་ཉི་མ་བརྗེས་ཡོད་རེད། ཨེ་ནད་དེ་བཟང་གི་སྐབས་ལ་ད་ཅིག་འཛུགས་སྐྲུན་དང་ཨ་ནི་ཅིག་ཕྱིའི་གི་མཐུན་རྐྱེན་མང་པོ་རྒྱུ་རྒྱུ་བ་སྤྲོད་ནས་ཨ་ནི་ཅིག་དྲ་འབུ་གསུམ་གཉིས་གསུམ་དེ་འདྲའི་ཅིག་མ་དོ་རྗེས་མི་འདུག་ང་རང་ཚོ་དེ་སང་འགྲོ་བ་ཡིན་ན་སྨྱན་བྱད་འགྲོ་བ་ཡིན་ན་ཏེ་ལོ་པུར་ཟེ་ཟེ་གི་གྲོང་གསེབ་འདི་གི་མིང་ལ་ཏེ་ལོ་པུར་རང་ཡིན་ས་མ་རེད་ཏེ་ལོ་པུར་ཟེ་ཡ་དེ་ཏེ་ལོ་པ། དེ་ལ་རྒྱུད་རིང་པོ་བཞུགས་ནས་ནི་ཁོང་ཡིན་ན་ཨ་ནི་ཅིག། བདག་ཁོ་རང་སྒྲུབ་པ་སྐྱོན་ངན་ཆེ་འདིའི་ནང་ལ་སྒྲུབ་པ་ཉམས་ལེན་གནང་དེ་འདྲའི་གྱི་ཨ་ནི་ཅིག། མི་སྣ་གྲགས་ཆེ་ཆ་ནས་ཕྱིས་སུ་ཁོང་སྙན་གྲགས་ཡག་དང་དེ་འདྲས་བྱུང་ནས་ཨ་ནི་ས་ཆ་དེའི་གྱི་མཚན་དེ་ལ་ཨ་ནི་ཏེ་ལོ་པུར་ཞེས་ཐོ་བས་དེ་དེ་འདྲས་ཅིག་ཆགས་ཏེ་བཞག་བྱས་ཙང་ཨ་ནི་ཏེ་ལོ་པ་ཁོང་དེ་ལ་ཅིག་རྒྱུད་རིང་པོ་བཞུགས་ཨ་ནི་གྲོང་གསེབ་ཆུང་ཆུང་དེའི་ནང་ལོ་ལ་ཁོང་གི་ཏིལ་རྡུང། ད་ཅིག་མི་ཚང་དེ་འདྲས་ཀྱི་གཡོག་པོ་ཁུང་དུ་ཞུགས་ནས་འདིར་བརྡུངས་བྱས་ནས་ལོ་མང་པོ་ཁོང་གིས་ད་དེ་ལ་ས་ཆ་དེ་ལ་གྲུབ་པ་སྐྱོན་ཨ་ནི་གང་ལྟར་ཀྱང་ས་ཆ་དེ་ཨ་ནི་གནས་ཁྱད་པར་ཅན་ཅིག་ཆགས་བསྡད་རེད་ཧོ་རེད། ད་འདས་ཀྱི་ས་ཆ་སྟེ་གློ་བུར་བསིལ་ས་གི་ད་འདས་ཀང་ར་རྫོང་གི་ནང་ལ་གྲོང་གསེབ་ཆུན་ཆུན་ཞོར་དེའི་ནང་ལ་དཔེ་ཆ་ཤར་ན་ཁོང་ལོ་དྲུག་ཨ་ནི་ག་ཤས་ཀྱི་ལོ་བཅུ་གཉིས་ཟེར་གྱི་ཡོད་རེད་གང་ལྟར་ད་གང་ལྟར་དེ་འདྲས་ཀྱི་རྒྱུ་རིང་པོ་ཁོང་དེ་ནང་ལ་གྲུབ་པ་གནང་ཨ་ནི་གྲུབ་པའི་གནང་དཀའ་བའི་སྐབས་ལ་ཡང། གཅིག་ཉིན་མོ་ཏིལ་ཡོར་བ་དང་ཏིལ་བརྡུངས་ནས་གཅིག་ཁྱིམ་ཁྱིམ་བདག་དེ་འདྲས་ཀྱིས་གཡོག་པོ་གྱི་ཁོང་དུ་ཞུགས་ནས་གཅིག་མིག་གི་གྲོང་པས་ཀྱིས་ཏིལ་བརྡུངས། ཏིལ་བརྡུང་གིན་བརྡུང་གིན་སྐབས་ལ་ཡང་ཁོང་གིས་དཔེ་ཆ་གཟིགས། ཡང་དགོང་མོ་ཁོང་གིས་ཉམས་ལེན་གནང་དེ་འདྲས་ཀྱིས་གཅིག་བཀའ་ཉན་རབ་དང་རིམ་པ་གནང་བས་སྒྲུབ་པ། དཀོན། དེ་འདྲའི་གི་ཨ་ནི་ད་ལྟ་ས་ཆ་ཀེ་ལོ་པུར་ཟེར་ས་དེ་ལ་ཁོང་གི་གྲུ་ཕུག་ད་ཅི་བཏང་ཟེར་ན་རྒྱ་དེ་རྒྱས་ཟིན་ཡོད་རེད་སྙེ་མ་སྙེ་མའི་སྐྱེ་བ་བཟང་པོའི་སྐབས་ལ་ད་དེ་སང་གོ་འཛུགས་སྐྲན་མང་པོ་བྱས་ནས་ཨ་ནི་གྲུ་ཕུག་གཉིས་གསུམ་ཟིན་མི་འདུག་ང་ཚོ་དངོས་སུ་བྱས་མི་འདུག་འོ་དེ་འདྲའི་གི་ད་ད་ལྟ་ཁྱེད་རྣམ་པ་གཅིག་ཀེ་ལོ་པུར་རང་ལ་ཕེ་བ་ཡིན་ན་མི་འགལ་ལ་ད་ད་ཀམ་ཚང་གི་ཨ་ནི་དགོན་པ་ཞིག་རེད་ཨ་ནི་དགོན་པ་དེའི་ནང་ལ་ཨ་ནི་ནོ་དུང་ལྡན་གཙོ་བོ་དེ་ད་ད། དེ་སློབ་བབས་ཀྱི་ཏིལ་དུང་ཟས་ཀྱི་ཤིང། ད་ལྟ་རྒྱུགས་རིས་ཀྱི་ཡོད་རེད་ད་འདི་དངོས་སུ་མཇལ་ཡོད་ཏིང་དུང་ཏིལ་དུང་ཟ། ཨ་ནི་དེ་ཚོ་ཡིན་ན་སྦེག་པའི་ཧང་སངས་ཀྱི་ད་རྩ་ཆེན་པོ་ཅིག་ཆགས་བསྡད་ཡོད་རེད་འདི། ད་ཨ་ནི་དགོངས་པ་ཅག་ལ་ག་འདྲའི་ཟེ་རག་རེད་ངས་ཁ་ཚང་སྐད་ཆ་དྲིས་ཡོད་སྐབས་ལ་ཨ་ནི་ཨ་ནི་ལ་རྣམ་པ་ག་རེ་གསུངས་ཡོད་འདུག་ཟེར་ན་ད་སྔས་མ་ཡི་གི་ད་ད་དགོངས་པ་དང་པོ་བཞེངས་པའི་སྐབས་ཀྱི། སྐབས་ལ། ཁོ་རང་ཚོས་ཀྱི་དེ་ཡོད་མེད་གྲོང་གསེབ་དེ་འདྲས་ལ། ཤིང། གྲོང་གསེབ་ཅིག་གི་ནང་ལ་ཤིང་འདི་ཡོད། འདིའི་རྩ་ནས་ཆུ་ཉོས་ཡོད། ཉོས་ནས་དགོན་པའི་ནང་ལ་ད་ལྟ། རྟེན་གཙོ་བོ་གཅིག་དེ་ཆ་དེ་ཤ། འོ་དེ་འདྲ་ཅིག་རེད་འདུག་ལ། ད། གྲུབ་ཆེན་གཏེར་ལོ་པ་ཁོང། ང་ཚོའི་ཀྱི་བོད་བརྒྱུད་ནང་བསྟན་ལ།

བཀའ་བརྒྱུད་ཆེ་བཞི་ཆུང་ཆུང་བརྒྱད་ཚང་མ་དེ་ནས་མ་གླེ་སྟངས་དེ་དེ་འདྲས་རེད་དོ། ད་བྱས་ཙང་གང་ལྟར་ཡང་འདི་གི་བྱུང་ཁུངས་གཙོ་བོ་དེ་ནི་ཡི་གེ་གང་གི་རྡོ་རྗེ་འཆང་གཏེར་སློབ་འདི་རྗེས་ལ་གཏེར་སློབ་པ་ལ་ཐུག་སྟེ། བྱས་ཙང་གཏེར་སློབ་པ་དེ་ཧང་སངས་ཡས་ཀྱིས་ང་ཚོའི་བོད་བརྒྱུད་ནང་བསྟན་ལ་གལ་ཆེན་པོ་ཅིག་ཆགས་དེ་ལ་ལྷག་པར་དུ་བཀའ་བརྒྱུད་ཀྱི་ཆོས་བརྒྱུད་འཛིན་པ་རྣམས་ལ་གལ་ཆེན་པོ་ཆགས་ཏེ། ཆགས་ཏེ། བྱས་ཙང་ཨ་ནི་གནས་དེའི་རིགས་ལ་ཨ་ནི་ཅིག་ང་ཚོ་གནས་སྐོར་ཕེབས་པའི་དང་ཨ་ནི་གནས་གཟིགས་ཕེབས་པའི་དང་ཨ་ནི་ཅིག་རབ་བྱུང་ན་སྒྲུབ་པ་ཉམས་ལེན་གནང་ཡ་དང་ཨ་ནི་དེ་འདྲས་འདི་ཧང་སང་ཡ་གི་ཨ་ནི་གལ་ཆེན་པོ་ཅིག་མཐོང་གི་འདུག་ཨ་ནི་ད་རིང། ཅིག་ང་རང་གི་བརྙན་ཐུང་ཐུང་དུས་འདི་བཟོ་ཡས་ཀྱི་དམིགས་ཡུལ་དང་འགྱོད་པ་ག་རེ་ཡིན་ཟེར་ན་ཨ་ནི་ཅིག་ཆོས་གྲོགས་དང་དྲ་གྲོགས་ཁྱེད་རྣམ་པ་ཁ་ཅིག་གནས་དེ་འདྲའི་ཅིག་ཧ་མ་གོ་བ་ཡོད་པ་ཡིན་ན་ཨ་ནི་ཅིག་གོ་ཧ་གོ་བས་དང་དེ་ལ་ཕེབས་ཐུ་ཡས་ཧ་གོ་བའི་དབང་དུ་བཏང་ནས་ཡང་ཅིག་ལས་སླ་རུ་པར་རིགས་དང་དེ་འདྲའི་དོན་དུ་བརྙན་གསེར་གནང་ཡས་དེ་འདྲའི་གྱི་ཨ་ནི་ངེད་ཀྱི་རེ་བ་ཞུ་གི་ཡོད་ཨ་ནི་ཚང་མ་ལ་བཀྲ་ཤིས་བདེ་ལེགས་ཡོད་ལགས།